ཞེ་སྡང་གསུམ་གྲོགས་ཤིག་མཐོང་ཟེར་བ། སྤྱིར་བཏང་ཐང་ག་ལ་འདུས་ཙམ་པ་བཞི་ལྡན་སྟོང་པ། བཞི་ལྡན་སྟོང་པ་ཆེ་ཆེ། ཨ་འདི་ཁོད་སྙོམས་པ་ཡོད་པ་ཆེ། ཨ་འདིའི་སྒང་ལ་ཡང་དག་འདི་ཤུག་པ་ཡི་ནས་བྲི་གི་ཡོད་པ་ཆེ་ཨ་ནི་རས་ཡི་ནས་བྲི་གི་ཡོད་པ་ཆེ་འདི་འདྲའི་སྤྱིའི་སྒང་ལ་ཡང་ཨ་ནི་ག་ལ་བ་རས་ནང་བསྟན་སྐུ་གཟུགས་ཐུགས་འདིན་ཡོད་ར་ལྷ་དག་འདི་འདྲས་བྲིས་སོང་ན་དེ་ལས་ཐང་ག་ལ་ནི་ཤེས་ནི་ཁ་ཤས་ཀྱིས་འདི་འདྲས་བཤད་ཀྱི་འདུག་ཟེར་བ། ཁ་ཤས་ཀྱིས་ཐང་ག་ལ་ནི་ག་ལ་འདུག་ལ་ན་ཨ་ནི་ག་ལ་བ་ར་ཙམ་ན། ད་ལྟ་ཐང་ག་ལ་བཏུད་ཙམ་པ་བཞི་ལྡན་སྟོང་པ་གཅིག་བྱས། འགའ་ལ་བཏུད་ཙམ་པ་བརྒྱད་པོ་བདུན་དེ་དེ་ཐང་ག་ཡི་མཐའ་ལ་ཡང་ཤིང་ཞིག་འདུག་བ་དེང་སང་ང་ཚོའི་བོད་སྐད་ཀྱི་ཐ་སྙད་རྙིང་པ་བཏུད་ཙམ་ག་ལེགས་རེད་གྱོང་བཞི། གྱོང་ཐུར། གྱོང་ཐག་དེ་འདྲའི་ལགས་རེད་ཚིག་དེ་འདྲ་ལྟར་རེད་འོ་དེ་འདྲའི་ཐང་ག་ལ་བཏུད་ཙམ་པ་རེ་བཞི་དེ་བྱས། འགའ་ལ་བཏུད་ཁོ་ཚོས་ཕལ་ཆེན་ད་དེའི་ཤིང་དེ་དག་གྱོང་ཐུར་དང་གྱོང་ཤིང་དང་དེ་ཚོ་ལ་ལག་གི་ཡོད་ས་རེད་ཟེར་ནས་གྱོང་ཐག་འདྲི་འོ་དེ་ལས་ཁ་ཤས་དེ་འདྲ་དགོས་ཀྱི་འདུག་ཟེར་ཁ་ཤས་གར་ཞིག་འདུག་ན་ཐང་ག་ལ་ནི་ཨ་ནི་ག་ལོག་རེད། གཞི་སྟོང་པ་ཅིག་ཡིན་པ་བཅས་འཁོད་མྱོང་པ་དེ་འདྲའི་རི་མོ་བྲིས་ཏེ་ཡར་བཏབ་རྩིས་བརྒྱབ་ཡ་ཡོད་པ་བཅས་མ་སྟོན་ཡ་ཡོད་པ་དེ་འདྲའི་ཡིན་པ་ཡིན་ན་ཡང་ཐང་ག་ལ་སྒུག་གི་འདུག་ཅེས་ཐང་ག་ལ་ཤེས་དང་འོ་འདི་ལྟར་སྤྱིར་བཏང་ཐང་གའི་སྐོར་ལ་ཡང་མི་ཚོས་ཐང་ག་ཐང་ག་ལ་འུར་ཏེ་ཐང་ག་ག་རེ་ཡིན་མིན་གོ་ཚོད་དགོས་རོགས་ད་ང་ཚོ་མི་ཁ་ཤས་ཁ་ལོ་ལོས་ན་ཨ་ནི་ཐང་ག་ལ་དེ་བོད་སྐད་རེད་ཨེ་ནི་རྒྱ་མིའི་སྐད་རེད་ཨེ་ནི་བལ་ཡུལ་ནས་བྱུང་རེད་ལ་ཡི་ཐང་གའི་ཐ་སྙད་བྱུང་ར་དེ་ག་འདྲས་བྱུང་རེད་དེ་ཤེས་དགོས་རོགས་ཅེས་ཚང་ད་ཐ་སྙད་དེ་བལ་ཡུལ་ནས་ཡོང་བ་རེད་ན་འགྲིག་གི་མ་རེད་ལོག་རེད་བལ་ཡུལ་ལ་ཡིན་ཡང་ད་ཐང་ག་དེ་འབྱུང་ཡ་བྱུང་ར་བལ་ཡུལ་གྱི་དེ་འདྲ་ནི་ཝར་རི་ཨར་ཏིས་ལས་ཤེས་ཏོ་ཨ་དེ་དུས་རབས། ལྔ་བ་ནས་སླེ་ཚར་ད། བལ་ཡུལ་ལས་ཐང་ག་ད་ཡི་ཐང་གའི་རྒྱུ་རྫས་ཨར་ད་རེད་ད་བལ་ཡུལ་བལ་ཡུལ་དུས་རིག་ལྔ་བ་ནས་བོད་དངོས་ནས་གོ་ཚ་བལ་ཡུལ་དར་ཚར་རེད་ལོ་ག་ར། བྱས་ཙང་བལ་ཡུལ་ཡི་ཐང་ག་དེ་བི་དེ་དེ་བལ་ཡུལ་ལས་ཐང་ག་ཏུ་ཚུ་ལས་ཁ་ལོ་ལོ་པོ་ཕ་ལས་སོ་དེ་ངོས་ཞུས་སོ་པོ་ཕ་ལས་དེ། ལེགས་ཆ་སྐྱེས་ཀྱི་ཀྱི་ཐོ་ར་ཤེས་ལེགས་ཆ་སྐྱེས་པྲ་ཏི་ཕ་ད་པྲ་ཕ་ལ་ཡི་ཚིག་དེ་ངི་དུས་ནི་པོ་ཕ་ལ་ཡི་ཚིག་དེ་བཟོས་རེད་ལོ་པོ་ཕ་ལས་དེ་བོད་སྐད་དུ་གྱུར་ཡིན་ན་བེ་རི་དབྱམ་ནི་བེ་རི་ལོ་རེད་དེ་བེ་རི་ཐང་ག་ཚད་མི་འདུག་བྱས་ཙང་ལྟ་བྱས་ན་རྒྱ་མི་སྐད་ཆོད་རེད་ལ་ཅོ་རི་རྒྱ་མི་སྐད་ལ་རྒྱ་མི་ག་ལོ་ལ་ན་རྒྱ་མི་གི་ད་ནྡོ་ཁོ་ཚོའི་ག་ལོ་རེད་སི་ཐང་ལོ་རེད་སི་ཐང་རྒྱ་མི་སྐད་ཡོད་ར་རྒྱ་མི་རྒྱ་སྐད་ནི་ཚུ་འགྱུར་བི་ན་སི་ཐང་ལོ་དོ་སི་ཐང་ལ་དེ་མ་འགྱུར་བི་ན་སྒྲ་འགྱུར་བི་ན་སི་ཐང་དང་དོན་དག་དང་མ་འགྱུར་བི་ན་དར་ཐང་ལོ་རེད་ཅོ་རི་ད་དར་ཐང་ལ་དེ་དོན་དག་ག་ལོ་ལ་ན་ཐང་ག་ལ་གུག་གོ་རེད་བྱས་ནྡོ་མི་སྦྱོང་བསྒྲགས་ཤེས་སྐོར་དང་ལོ་རྒྱུས་མཁས་པ་ག་འདྲེ་ཡིན་ལོ་རྒྱུས་ད་ནྡོ་ལོ་རྒྱུས་སྨྲ་བ་ཡོད་ར་རི་མོའི་ལོ་རྒྱུས་སྨྲ་བ་མང་པོ་ཅིག་བྲིས་ཡོད་རེད་ལོ་ར་ད་ད་ཡིན་ནའི་ལས་དར་ཐང་ལ་དེ་ནི་ཐང་ག་རེ་བས་ལ་ནི་ཅེ་ཅོ་བ་དུ་དུ་ཡོད་མ་རེད་ལོ་ད་བ་ཤིས་དུ་དུ་ན་ལ་བ་ཤིས་ན་མ་ད་ག་དུ་ནི་དར་ཐང་ལའི་ཚིག་དུ་དུ་གོ་ཡོད་མ་རེད་ལོ་དང་དང་མ་ཏོ་དུ་གོ་མ་རེད་ལོ་ད་འོ་དེ་ད་དེ་ག་འདི་ཤོ་གོ་ལན་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་སྐབས་སུ་ད་ད་དེ་བསམ་ཡུལ་གཙུག་ལག་ཁང་བཞེངས་འདི་ཞུས་བ་དེའི་སྐབས་སུ་དེ་ཚོས་ཀྱི་ཆིང་དུ་བསམ་ཡུལ་གཙུག་ལག་ཁང་བཞེངས་པའི་དེའི་སྐབས་སུ་ད་བ་ནི་དར་ཐང་ཆེན་པོ་གསུམ་དེ་འདྲའི་བཞེངས་སྲོལ་བྱུང་ཡོད་རེད་ཟེར་ལོ་ད་དར་ཐང་ཆེན་པོ་གསུམ་ལ་འདོད་ཙམ་པ་ད་ཐང་ག་རིགས་དེ་འདྲའི་བ་ལ་རིན་པོ་ཆེ་གསུངས་དེ་དར་ཐང་དེ་མ་གྱུར་བས་ན་ཐང་ག་ལ་གོ་ལ་ཅེ་ན་དར་ཐང་ལའི་ཚིག་དུ་བ་ཤིས་ན་མ་ཚེ་ག་དུ་དུ་ཙམ་པ།